དེ་ནས་ང་ཚོས་མི་ཡིག་གི་ལས་ཀ་ག་འདྲས་བྱེད་ཡིན་ན། ཐོག་མཐའ་གཉིས་ལ་བྱ་བ་གཉིས། ལས་ཀ་དེ་ཐོག་མར་བྱེད་པའི་སྐབས་ལ་ཀུན་སློང་བཟང་པོ་ཁྱེད་ནས་བྱེད་དགོས་ཡ་གཅིག་དང། ཨ་ནི་མཐའ་མ་དེ་ལ་ཡང། ཁ་སོ་རེ་རྗེས་སུ་ཡོད་རང་བྱེད་དགོས་ཡ་དེ་འདྲས་ལ་བར་སྦྱར་ཡས་ཡོད་རེད། བྱེད་དུས། གཅིག་བྱེད་ན་ཟླ་བ་གཉིས་ཀྱི་དུས་ཚོད་དེ་ཐུང་ཐུང་གཅིག་རེད་དེ་གཅིག་བྱེད་ན་ཟླ་བ་གཉིས་ཀྱི་དུས་ཚོད་དེ་དགའ་རོགས་རིང་པོ་རེད། གཅིག།

ད་དེ་རིང་སྐྱིད་པོ་ཞིམ་བཞིན་དུ་ད་ཕར་ཐག་རིང་དུ་བཏང་གི་ཡིན་ད་ཟེར་དགའ་དུས་རིང་དུ་གཏོང་བའི་ཐབས་མེད་ན་ཟེར་རིང་དུ་བཏང་ཡས་གལ་ཡོད་མ་རེད་དེ་མེད་པ་ཡིན་ས་ཡིན་ན་སྡུག་གི་སྐབས་ལ་ད་དེ་དཀའ་ངལ་དུ་ཐུང་དུ་བཏང་གིན་ཟེར་གལ་ཡོད་མ་རེད་སྡུག་སུ་འགྲོ་གི་རེད་རེད་དེ་ཡིན་ན་ཡང་དགའ་བ་དང་སྡུག་པ་དང་སྐྱིད་པ་དང་མི་སྐྱིད་པ་ཟེར་དུས་ཚོ་ཕྱི་ལོག་གི་གནས་སྟངས་ལ་ཡང་ལྟོས་ཟབ་ཡོད་རེད་དེ་གཙོ་བོ་གཙོ་བོ་རང་གི་སེམས་ལ་རེད་འདུག་བ།

ངེད་ཀྱི་ནི་མི་གཞན་དག་ལ་བལྟས་བཞག་ན་ང་གར་བཞག་དགོས་རེད་ཟེར་སུས་ཀྱི་སེམས་བལྟས་བཞག་ན་དེ་འདྲས་ཀྱི་ཆོས་སྲིད་དེ་ཞིག་རེད་ཟེར་དགོས། དེ་བཞིན་ད་ང་ཚོ་ཚང་མ་ལ་རང་བཞིན་ལྷན་སྐྱེས་ཀྱི་ཡོད་རེད་ང་ང་ང་ང་ཟེར་དེ་ཡོད་རེད་དེ་ཡིན་ན་ད་དེ་ཡོད་རེད་ཟེར་བཞག་མ་བཞག་བྱས་ནས་ཁོ་ནང་ཆོས་ཉམས་ལེན་བྱེད་དེ་དེ་རེད་སྤྱི་ཚོགས་ནང་ལ་ཡར་རྒྱས་འགྲོ་དགོས་ཡིན་ན་དེ་རེད་ཁོ་སྔོན་མ་ཐག་རང་བདེ་སྐྱིད་ལབ་ན་ད་ནི་འཁོར་བ་རང་ལ་བདེ་སྐྱིད་ལབ་དགོས་ད་གཞན་དག་ཁེ་ཁེ་མར་བ།

དེ་ལས་ཁོ་ཕར་ཕྱོགས་ཉི་མ་ཟེར་གི་ཡོད་ན་འདྲ་མིག་གི་གདུང་རུས་ཐུབ་ཐུབ་བཏང་གི་ཡོད་ན་འདྲ་སོ་སོས་ཀྱི་ཕར་གདུང་ལེན་བྱེད་སྟངས་འདི་རེད་བ། ཁྱོད་རང་གི་ཕྱི་ལོག་ཡོད་མཁན་གྱི་དངོས་པོ་དེ་ཚོ་ཁྱེད་རང་གི་འདོད་པ་ནང་བཞིན་བྱས་ནས་བརྗེ་པོ་བརྒྱབ་ཐུབ་གི་མ་རེད། དུས་ཚོད་ལ་ཕར་རྣམ་འགྱུར་ག་འདྲའི་བརྟེན་ལན་ག་འདྲའི་ལོག་མིན་འདི་ཁྱོད་རང་རང་དབང་ཡོད་རེད། བྱས་ཙང་སོ་སོས་རང་གི་སེམས་དེ་རང་གིས་བདག་པོ་བརྒྱབ་ཟེར་གི་རེད།

ད་མང་པོ་ཞིག་ནས་ལོ་ལྔ་བཅུ་དྲུག་ཅུ་སླེབས་ས་རེད། ལོ་བཅུ་བཅོ་ལྔ་ཀྱི་མ་ཏོག་བསྡད་ཡོད་མ་རེད། ད་དེ་མེད་དུས་ད་དེ་འདྲས་ཅིག་གི་ཁ་སྟབས་སྐྱོ་བོ་ཆགས་བསྡད་མཁན་ཅིག་ལ་ད་འདུག་མགོ་ལ་རྡུལ་ཕྲན་སོན་ཆ་གཡུག་སྒུག་ཏུ་ཡོད་ད། རེད་བ། བྱས་དེ་འདྲས་ཡིན་ས་ནང་ཆོས་ནང་ལོག་ལ་མི་བསད་དགོས་མ་རེད་ཁོ་ཤི་འགྲོ་གི་རེད་ཟེར་འདུག་བ་འདི་སྤྱོད་འཇུག་ནང་ལ་ཡོད་རེད་ཚིག་དེ་ལབ་བྱ་དེ་ཚོ་ཧང་སང་ཡ་རེད་འདུག་བ། ད་དེང་སང་འཛམ་བུ་གླིང་གི་མགོ་ཁྲིད་ཞི་བོ་ཡིན་ཟེར་མཁན་དེ་ཚོ་མི་དེ་ཚོ་གི་ཅིག་རྡུལ་ཕྲན་སོན་ཆ་གཡུག་ནས་མ་བསད་ན་ཤི་གི་མེད་པའི་ཚོར་འདུག་བྱས། ཁོ་རང་ཚོས་ཤེས་ཡ་མེད་པའི་ས་རུ་དེ་འདྲའི་བསམ་བློ་ཁེལ་བསྡད་ཀྱི་འདུག་ཨང། སྤྱིར་བཏང་དེ་ཚོ་དངོས་ཡོད་གནས་ཚུལ་མ་ཤེས་ནས་སོ། དངོས་ཡོད་གནས་ཚུལ་ཡག་པོ་ཅིག་ཤེས་ཡོད་ན་རང་གཞན་གྱི་བྱམས་སྙིང། སྙིང་རྗེ་ལྟ་སྐོར་ག་འདྲའི་འདྲ་བྱེད་འགྲོ་ཡོད་ན། སྙིང་རྗེ་ལྟ་མོ་ག་འདྲའི་འདྲ་ཅིག་བྱེད་འགྲོ་ཡོད་ན། ད་ཟབ་སྦྱོང་ཟླ་བ་གཉིས་འདི་ཚར་བཟུང། ད་ཁོ་ཚོ་ག་རེ་ར་ཅིག་བྱེད་འགྲོ་ཡོད་ན་རང་གཞན་གྱི་བསམ་བློ་འཁོར་ཡོང་གི་རོགས་ཏེ། ཨ་ནི་ཡག་པོ་ཅིག་བྱུང་རོགས་བྱས་ན་བསམ་ཡས་ཅིག། རེད་བ། ད་ཅོ་ཅོ་འདི་ཚོ་ཀློག་དང་སྨོན་ལམ་དེ་འདྲས་རྐྱང་རྐྱང་རེད་འདུག་བ། ལྷག་པར་དུ་ད་ལྟ་འདི་ལེའུ་ཐ་མ་འདི་སྨོན་ལམ་གྱི་ལེའུ་འདི་ཚོ་ཀློག་ད་ཁྱོད་རང་ག་བར་འགྲོ་ནས་འདི་སྐྱེས་གཡུག་མ་ཤོག་སྙིང་རྗེ་ཟེར་འདི་རེད་འདུག་བ་ད་མདོར་བསྡུས་ན། རེད་བ། ཕ་མ་གིས་སོ་སོར་སྤུ་གུ་བཙས་པ་བྱེད་སྟངས་གཅིག་པ་གཅིག་རྐྱང་རེད་འདུག་བ། ད་ང་ཚོ་གིས་ཕ་མ་གིས་སྤུ་གུ་བཙས་པ་བྱེད་སྟངས་འདི་ལས་ལྷག་རྒྱ་སྐྱེད་ནི་ཞེ་དྲག་སྐྱེད་ཐུབ་ཀྱི་མི་འདུག་བ་ང་ཚོ་གོམས་གོམས་ཀྱི་བློ་གོམས་འདྲིས་བསྟན་གྱི་ཡོད་མ་རེད་བ། གོམས་འདྲིས་ན་གཅིག་པ་གཅིག་རྐྱང་རེད་བ། མི་སྤྱོད་པ་ངན་པ་དེ་འདྲས་ཡོང་གི་རེད་དེ། ཁོ་ཕ་མ་ཡིན་ན་སྤུ་གུ་བྱས་ནས་སྤྱོད་པ་ངན་པ་ཡོང་གི་རེད་བ་དེ། རེད་བ། འདྲ་མི་འདྲ་ཡོང་གི་རེད་བ། འོ་དེ་འདྲས་ཡོང་དུས་དེ་ཚོ་ད། ཁྱེད་རང་ཚོ་ད་ནི་ངའི་ཁར་ལབ་གི་རོགས་ཟེར་ན། ད་ནི་ད་པ་ཉིན་གྱི་ཁྱེད་རང་ཚོ་གང་ལ་གང་འཚམ་ཟབ་སྦྱོང་བྱས་ཡོད་རེད་དེ་ད་འདུག་མུ་མཐུད་ནས་བོད་པའི་ཆོས་དང་རིག་གཞུང་སྐད་ཡིག་དེ་ཡག་པོ་འཛིན་ཡས་ཀྱི་དམ་བཅའ་ཅིག་འཁེལ་དགོས་རེད། སྙིང་ལ་རུས་པ་ཅིག་བཅུག་དགོས་རེད། དེ་མ་གཏོགས་གལ་ཏེ་གཞན་དག་ཅིག་གིས་བྱེད་ཀྱི་རེད་མདོག་མདོག་བྱས་དེ། ཨ་ནི་ལོ་མང་པོ་ཞིག་ཅིག་སྐྱབས་མགོན་རིན་པོ་ཆེན་གྱི་ཞལ་གསང་མ་ཞུས་ན་ད་པའི་གསུང་སྐད་སྐྱོན་ནི་ཡག་ཡག་རྒྱུགས་ནས་མ་མ་རྒྱུགས་ནས་ད་ག་ལ་གང་ལ་གང་འཚམ་ཅིག་ཞིག་གཏིང་ཤར་ཡོད་རེད་ད། ད་སྐུ་མདུན་དགུང་ལོ་འདི་ག་ཚེ་ཕེབས་སེ་དུས་དེ་ནས་འོག་ལ་བསླབ་བྱ་སྦྱང་མཁན་དེ་ཉུང་རུ་ཉུང་རུ་ཆེ་སེམས་ཤུགས་འཁེལ་མཁན་དེ་ཉུང་རུ་ཉུང་རུ་ཆེ། ཨ་ནི་ཕྱི་རྒྱལ་འགྲོ་ཡས་དང་ཁྲ་ཁྲ་ཟིང་ཟིང་བྱེད་མཁན་དེ་ཚོ་མང་རུ་མང་རུ་ཕྱིན། ད་ཕྱི་རྒྱལ་ཕྱིན་པ་ཙམ་གྱིས་ཡང་གལ་ཏེ་གསལ་བོ་མ་ལབ་ན་ཕྱི་རྒྱལ་ཕྱིན་པ་ཙམ་གྱིས་སྡུག་བ་རེད་སྐད་ཟེར་གི་མེད་ད། ཡིན་ནའང་ཁོ་ཐག། གང་ལྟར་ངས་ག་ལ་གོ་ཟེར་ན་ད་སོ་སོའི་ལྟོ་གོས་དང་དེ་འདྲས་ཀྱང་ཀྱང་ད་ཕྱོགས་གཅིག་ནས་ཁག་ཡོད་ཀྱི་མ་རེད་དེ་ཕྱོགས་གཅིག་ནས་དེ་འདྲས་ཀྱང་ཀྱང་ཀྱིས་མ་གཏོགས་བསམ་བློ་བཏང་མ་ཐུབ་ན། རེད་བ། ཤིན་ཏུ་རྙེད་དཀའི་རྩ་ལོ་ཁམ་ག་ཕྱུགས་ཀྱང་ཟ་ཟི་ལབ་རེད། ཞེ་དྲག་གི་རྙེད་ཁ་རྙེད་ཁག་པོ་གི་རྩ་ཁམ་ག་ད་ཕ་ཕྱུགས་གིས་རྩེ་རྩེ་རྩེ་ནས་རྙེད་ནས་ཟ་འགྲོ་གི་འདུག་བ། ར་དེ་ཚོའི་སྟེང་དུ་བྲག་གང་དེ་ཡིན་དུས་སུ་ཧ་ལམ་ང་ཚོས་དེ་ནས་ཅི་ག་ཟ་ཡས་མི་འདུག་བ། ཁོ་རང་ཚོ་དེ་དྲི་དྲི་བཏང་ནས་ཚ་དྲ་བོ་དང་མང་པོ་ཅིག་ཟ་ཡས་རག་འགྲོ་གི་འདུག་བ། དེ་སེམས་ཅན་གིས་ཟ་ཡས་རག་འགྲོ་གི་རེད། རོ། དེ་མི་དང་སེམས་ཅན་གྱི་མི་དང་སེམས་ཅན་དུད་འགྲོ་གི་ཁྱད་པར་ག་རེ་ཟེར་ན་མི་ལ་སྐད་ཆ་བཤད་ནས་ཕན་ཚུན་བརྡ་སྤྲད་དང། ཅིག་མ་མཐུན་པ་བྱུང་ན་ཡང་ལམ་སང་མིར་རྫོགས་ཁེལ་ནས་འཛིང་ངེས་མ་ཡིན་པ་བྱས་ནས་སྐད་ཆ་བཤད་ཤེས་ནུས་པ་ཡོད་ཙང་ཨེ་ནི Dialogue ཟེར་ཏེ། རོ། Reconciliation ཟེར་གི་འདི་བྱེད་ཐུབ་ཡས་ཀུན་འདུས་ཀྱི་མི་དྲིན་ལོས་སེལ་དུས་ཚོད་སྔར་ལ་ཡོང་དགོས་རོ། ཨེ་ནི་རྣམ་དཔྱོད་བེད་སྤྱོད་བཏང་ནས་གནས་སྐབས་ཁར་ཕན་གི་འདུག་མི་འདུག་ཕུགས་ལ་ཕན་གི་འདུག་མི་འདུག་རང་ལ་ཕན་གི་འདུག་མི་འདུག་གཞན་ལ་ཕན་གི་འདུག་མི་འདུག་དེ་གཉིས་དེ། སྐད་སྐད་ཡིག་དེ་དང་ནི་རྣམ་དཔྱོད་དེ་ཟུང་དུ་སྦྲེལ་ཏེ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཞིབ་བརྗོད་ཚུལ་དེ་བེད་སྤྱོད་བཏང་ཐུབ་དགོས་རུང་བ། དེ་བེད་སྤྱོད་བཏང་མ་ཐུབ་བྱས་ནས་ནི་ཚིག་གཉིས་གསུམ་གྱི་ཚུལ་ལབ་སྟེ་ཕར་ཧང་སེ་ཆོམ་བཞག་ན་རྟག་ཏུ་ཚིག་གཅིག་པ་རེད་དོ་ཁྱད་པར་གལ་མི་འདུག་བ་དེ་ནི་རེད། དེ་འདྲ་ཡིན་དུས་དུས་ཚོད་རིག་དེ་ཐ་སྙད་ཀྱི་དེ། སོ་སོ་གི་མིག་ལོག་ཤར་བ་དང་བསམ་བློ་འཆར་ཚོད་དུས་ཚོད་རེད་དུས་ཚོད་ཡིན་ན་དེ། གནད་འགག་ཆེན་པོ་བཞི་བོ་གཅིག་དུས་སུ་ཆགས་འདུག་ཡོད་རེད་སྐད་ཆ་དུས་སུ་འོ་དེ་འདྲའི་འདུག་ཁྱེད་རང་ཚོ་གཟབ་གཟབ་བྱས་ནས་ད་ཁོ་མི་ཚེ་ལྷག་མ་དེ་སོ་སོ་པའི་ནང་པའི་ཆོས་དེ་སྦྱང་བཞག་གི་ད་ནང་པའི་ཆོས་རིག་གཞུང་དང་སྐད་ད་སྐར་ཚོགས་རེད་ནང་པའི་ཆོས་དང་རིག་གཞུང་ཟེར་གོ་རེད་ཆོས་དང་རིག་གཞུང་དེ་རྩ་བ་དེ་ད་སྐད་ཡིག་དུ་ཆགས་འདུག་ཡོད་རེད་བྱས་ཙང་སྐད་ཡིག་དེ་ཡག་པོ་ཅིག་སྦྱང་ད་སྐད་གང་ལ་གང་འཚམ་ཡོད་རེད་བ་ད་འདུག་སྤུས་དག་རུ་བཏང་ཡི་གེ་གང་འཚམ་སྦྱང་དགའ་བཞིན་སྤྲོ་བཞིན་དུ་སྦྱང་ན་མ་ཤེས་ཅི་ག་ཡོད་ལས་སླ་བོ་སྦྱང་གི་རེད་དགའ་བོ་ཞེ་དྲག་མེད་པ་བྱས་ནས་འདི་སྤྱིར་བདག་ང་ལས་ཀ་རག་མར་མར་ཟིན་གྱི་འདུག་བསམ་བློ་ཆོ་མི་འཇོག་དེ་འདྲི་བཏང་བསྡད་ན་ཨེ་ནི་ཞིན་གྱི་མ་རེད་དམིགས་ཡུལ་ཁོ་རང་ཁ་ཁ་རེད་འདུག་དྲང་པོ་བཤད་ན། དེ་བྱས་ཨེ་ནི་དེ་འདྲི་བྱས་ནས་ཆོས་ཅིག་སྦྱངས་ད། ད་ང་ཚོ་དེ་ཚོ་དུས་ཚོད་རིང་སྟེ་ང་ཞི་བུ་མཁས་པ་ཡིན་ཟེར་གྱི་མེད་དེ་གདེང་སྤོབས་ཡོད་ད་དྲང་པོ་བཤད་ན། ནང་པ་སངས་རྒྱས་པས་བཤད་བཞག་ཆོས་ཆོས་དེ་ཚོ་གཞན་ལམ་འབྲས་བུ། དགེ་ཚུལ་ཆེན་པོས་ཀྱི་དེ་འདྲ་གསུངས་འདུག་བ། གཞི་ཡི་ལམ་འབྲས་བུ་གང་གི་ཆ་ནས་ཡང་ནང་པ་སངས་རྒྱས་པའི་གཞི་ཡི་ལམ་འབྲས་བུ་གང་གི་ཆ་ནས་ཀྱང་ཚན་རིག་པ་ལ་ངོ་གནོང་དགོས་པ་ནི་མེད། ཚིག་ཁོ་རང་དེ་འདྲའི་འདུག་བ། དངོས་གནས་དྲང་གནས་རེད་ད། དེ་ང་རང་བྱ་བཞག་བ་ཡིན་ན། སྐྱབས་མགོན་རིན་པོ་ཆེ་གི་འདྲ་འདྲ་སེམས་དང་ཚེ་སྲོག་གི་ཚོགས་འདུ་ཐེངས་མང་པོ་ཚོགས་ཡས་བྱུང་དེ་མིན་པའི་ཕྱི་རྒྱལ་མང་པོ། དངོས་སུ་འབྲེལ་བ་བྱས་ནས་དྲི་བ་དྲི་ལན་བྱེད་ཡས་བྱུང་ད་སོ་སོས་མ་ཤེས་ནས་འགག་བསྡད་ཀི་ཡོད་རེད་མ་གཏོགས་ཀི་སོ་སོས་གཅིག་ཤེས་པ་བྱས་ན། ག་ཚོད་ས་སྐྱེས་ཕག་སྟེང་ལ་མ་འགྲོ་ཞག་ཡིན་ན། སྟེང་ལ་འགྲོ་ཡས་ཡོད་དེ་ངས། ཞི་བ་བཅས་རེད་འདུག་བ། དཔེར་ན་ང་ཚོས་ད་ལྟ་ནང་ཆོས་ནང་ལ་ས་ལམ་གྱི་རྣམ་གཞག་འདི་ཚོ་བཤད་ཀྱིན་འདུག་ཕྱི་རྒྱལ་མཁས་པ David Calufana ཟེར་མཁན་བྱུང་རེད་ལྟ་གྲུབ་ལ་མཁས་པ་ཞེ་དྲག་རེད་དེ་མང་པོ་བྲིས་ཡོད་རེད། དེ་ཡིག་དེབ་ནང་དེ་འདྲས་བྲིས་འདུག་བ། ནང་ཆོས་འདུག་ཟེར་ཀློག་ཡོང་དུས་རིམ་པ་ཁ་ཤས་ཤིག་འདུག། རིམ་པ་གཅིག་དེས་ནང་ཆོས་འདི་འདྲས་ཤེས་རྒྱབ་ཡོང་བ་ནང་ཤེས། ཨ་ལས་དེ་ལྟར་རེད་འདུག་བ་ང་ཡང་དེ་འདྲས་ཅིག་སྔོན་མ་དྲན་སོང་ཟེར་དེ་འདྲས་བྱས། ཨིན་ཇི་སྐད་མ་སོང་ན Confirm བྱས་ནས་ར་ཏག་ཏག་འཕྲོད་ཡས་དེ་འདྲས་རིགས་ཅིག་འདུག། ད་དེ་འདྲས་རིམ་པ་ཁ་ཤས་ཡར་འགྲོ་ཡོང་དུས་ད་དེ་ག་འདྲས་ཡིན་ནམ་ཟེར་ནས་དེ་འདྲས། ནམ་རྒྱུན་ཡོངས་གྲགས་དང་གཞན་དུ་བས་གཅིག་རེད་མི་འདུག། རིམ་པ་དེ་འདྲ་ཞིག་དེབ་དེ་རྒྱུ་མཚན་དང་དེ་འདྲའི་སྒང་ནས་འགྲོ་དགོས་འདུག་ད་ང་ཚོས་མཐོང་བ་མངོན་གྱུར་ཅུང་ཟད་ལྐོག་གྱུར་ཤིན་ཏུ་ལྐོག་གྱུར་དེ་སྒྲུབ་སྟངས་ཅིག་ཤེས་དགོས་དེ་ནང་བཞིན་ཁོས་གིས་དེ་མཐོང་བ་མངོན་གྱུར་དེ་འདྲའི་ཚིག་དེ་ཤེས་གི་མི་འདུག་དེ་ཤེས་སྟངས་དག་རང་ཤེས་གི་འདུག་ད་ཤེས་ཡོང་དུས་ད་ས་དེར་ལམ་གི་རྣམ་བཞག་དུས་ཚོད་ཤེས་ཡོང་དུས་དེ་ག་ས་ཅིག་རེད་པས་དེ་ས་བཅུ་ཡོད་རེད་ལམ་ལྔ་ཡོད་རེད་ཟེར་ཤག་ཤག་ཡོད་མ་རེད་ད་ས་རེ་རེ་ཐུབ་དུས་ཆེ་ཆུང་ག་རེ་ག་རེ་ཡོད་རེད། ལམ་རེ་རེ་ཐུབ་དུས་ཆེ་ཆུང་ག་རེ་ག་རེ་ཟེར་པས་རྒྱས་ཤིང་རྒྱས་པ་འདྲ་ཤེས་རྒྱབ་འདུག་དུས་ཚོད་དུ་ལམ་ཀ་ས་དེར་ལམ་དེ་ལས་ཕྱིན་མེད་ན་འདྲ་ཤེས་ག་འདྲ་ཟེར་རྒྱབ། བུམ་པའི་ལ་རྩ་བ་ཉིད་ནས་འགྲོ་མ་མྱོང་མཁན་གཅིག་བུམ་པའི་སྐོར་ལ། དུས་དུས་བཀྲིས་ལྷུན་པའི་ཤིང་རྟ་ནི་ངས་བུམ་པའི་སྐོར་ལ་ཤེས་གསུངས་ལབ་ཡས་ནི་ཡོད་མ་རེད། རེད་བ། ཡོད་མ་རེད་བ། དེ་ནང་ལོག་རང་ཕྱིན་ནས་ཕྱིན་པའི་རྟགས་རེད་བ་དེ། དེ་འདྲ་ཡིན་དུས་ཚོད་ཚོད་ང་རང་ཚོད་ཀྱི་དད་པ་དད་པ་དང་ནང་མེད་བ་དང་བརྩོན་འགྲུས་སྐྱོ་དྲགས་ནས་ད་དུས་ཚོད་ལ། ཅིག་དང་བ་འདྲེན་ཡས་རེད་བ་དང་དུས་ཚོད་འདུན་པ་འདྲ་བོ་སླེབས་མ་ཐུབ་རེད་མ་གཏོགས་གི་ཅིག་རྩེད་སྤྱད་ཅིག་བྱེད་ཐུབ་ན་ད་དངོས་གནས་དྲང་གནས། ཨོ་ད་ཚན་རིག་མ་དགོས་ཚན་རིག་དཔའ་བ་སླེབས་ནའང་བཟང་དགོས་ཡོད་མ་རེད་འདི་ཁྱེད་རང་ཚོ་ཤེས་དགོས་རིན་ཆེན་མི་ཆེ།

ཁུ་དེ་ཟོས་བཞག་པའི་སྟེང་དེ་གང་ལ་གང་འཚམ་གྱིས་ཁུ་རྒྱུག་བཏང་ཡ་ཡོད་ཀྱི་རེད་མ་གཏོགས་གས་དེ་ནས་དཔེ་འདི་སྦྱངས་ནས་ནི་གོམ་པ་སྤེལ་ཏེ་མཐའ་མའི་ཡ་ཕེ་ནི་འགྲོ་ཡི་སྦྱོར་བ་ཡུན་ངེས་ཁོ་རང་ཡོད་མ་རེད་ངས་བལྟས་ན། ཡོད་མ་རེད་དྲང་པོ་བཤད་ན། དེ་བྱེད་དུས་དེ་མེད་པའི་གང་ཞིག་ལ་མགོ་སྐོར་བཞི་བོ་བཏང་གི་འདུག་བ། སོ་སོའི་ནང་ལ་དཔེ་དེ་ནུས་པ་དང་ཞི་བ་ཅིག་ཡོད་དེ་ངས་འདི་རྩ་ནས་དཔེ་དེ་འཚོལ་ཞིབ་འདྲ་བོ་དང་བརྟག་དཔྱད་འདྲ་བོ་རྩ་ནས། སྔོན་པོར་འཕེལ་བ་འདྲ་བོ་རྩ་ནས་བྱེད་མ་ཐུབ་བྱས། ཨེ་ནི་འཕྲུལ་ཆས་ཀྱིས་འདྲ་མི་འདྲ་ཅིག་བྱས་ཡོང་དུས་ཧང་འདྲ་བོ་ཅིག་སངས་ནས་ཨ་མོ་ཟེ་ག་བྱས། པུ་ཆུང་ཆུང་རང་རེད་ང་ཚོས་དྲང་པོ་བཤད་ན། ད་དེ་འདྲས་མ་བྱས་ཀྱི་ཧང་སང་ན་ནང་ལོག་གི་འདོད་ཆགས་ཞེ་སྡང་གཏི་མུག་གཏད་སའི་ཉུང་རུ་བཏང་ན་ཧང་སང་ཡ་རེད། ནག་ཆུ་ནང་ལས་དེ་འདུག་ཨ། ཨ་ནི་ང་ཚོས་རྟོགས་པ་ཁོ་རྟོགས་པ་མཐོན་པོ་རྙེད་ཡོད་རེད་ཟེར་ལབ་དུས་རྟོགས་པ་མཐོན་པོ་ཟེར་དུས་གནམ་ལ་འཕེར་མཁན་ས་ལ་འཛུལ་མཁན་དེ་འདྲའི་སྐད་ཆ་མེད་པ་བྱས་རེད་བ། ད་དགོངས་དག་ད་ཁོ་རང། དེ་སེ་ཞའོ་ར་ཀུ་ཆི་ཀུ་ཆི། ཨོ་དེ་འདྲས་རེད་དེ་འདྲས་བྱེད་དུས། ཅིག་གར་སེ་གོ་རེད།

བྱས། དེ་ནི་ཁོ་ཕ་གི་ལས་ཀ་བྱེད་ཀྱི་ཡོད་དེ་འདྲའི་འདི་ནང་ཆོས་དེ་ཚོ་ཤེས་དགོས་འདུག་ང་ཁྱེད་རང་དེ་ཚོ་བསླབ་རོགས་བྱེད་ད་ཟེར་གྱི་འདུག་ཨེ་འགྲིག་གི་རེད་ང་ཉིན་གུང་འཛིན་གྲྭ་ནས་ལས་ཁུངས་འགྲོ་གི་ཡོད་རེད་ཆུ་ཚོད་ལྔ་བ་རྗེས་ལ་ཤོག་ཟེར་ལབ་ནས་ཆུ་ཚོད་ལྔ་བ་རྗེས་ལ་ཕ་གི་ཡོད་པ་འགའ་ལ་བསྡད་ང་གཉིས་སྐད་ཆ་བཤད་བསྡད་དགོས་རེད་ཉི་མ་གཅིག་ཁོས་ང་ལ། ད་ཁྱེད་རང་དཔེ་དེ་ནང་པ་རེད་དེའི་སྒང་ལ་གྲྭ་བ་རེད་རྟོགས་པ་མཐོན་པོ་ཡོད་ཀྱི་རེད་ཟེར། ཀུན་གྱིས་ཁྱེད་རང་རྟོགས་པ་སྐོར་ལ་དེ་ཚོ་བཤད་རོགས་བྱེད་ད་ཟེར། ང་དང་པོ་དེ་བྲིས་པ་དང་དེ་ཧོན་ར་ཅིག་ཐོར་སོང་རྟོགས་པ་གང་གང་ཡོད་མ་རུང་བ། ཨ་ནེ་བསམ་བློ། ང་ཚོ་རིག་པ་གཏད་སོ་མྱུར་བོ་ཡོད་དྲང་པོ་བཤད་ན། བྱས་ཙང་ངས་དེ་ལམ་སང། ད་ཁྱོད་རང་གི་གནམ་ལ་འཕུར་ཡས་དང་མིག་དེ། པད་གོག་གང་ལ་མིག་གསུམ་པ་དང་དེ་འདྲའི་ས་ལ་འཛུལ་ཡས་དང་དེ་འདྲའི་ཡིན་ན་ན་ག་ཡ་མེད། དེ་མིན་པའི་རྟོག་པ་ཡོད་སི་ལེ། ཨེ་ག་རེ་ཅིག་ལབ་ད་སི། ང་མི་སེག་མེད་ལེ། ངས་དུས་སུ་རྟོག་པ་བརྩི་གོ་རེ་ད། ཁ་སང་དེ། ཉམས་རྟོག་དང་ཅིག་དེབ་གི་སྐོར་ཅིག་བཤད་འོ་དེའི་སྐབས་ལ་ངས་དེ་ཚོ་བཤད་ཡིན་པ། དེ་ཚོ་ང་ཚོས་ཧ་གོ་བ་བྱེད་གོ་རེ། པའི་སྡུག་ཀ་ཅང་ཅང་ཅི་མ་རྟོགས་ཅི་གི་ཉོང་མོངས་དང་འདོད་ཆགས་ཞེ་སྡང་སྡུག་བསྔལ་དེ་འདྲས་ཅང་ཅང་མ་རྟོགས་ཡག་ག་རིགས་ཅི་ག་མེད་པའི་ཟོ་རུ་དེ་འདྲས་བསྡད་བསྡད་ཡང་ནོར་གི་འདུག་སོ་སོ་ཡག་པོ་ཡོད་པ་འདི་ཟོག་པོ་ཤེས་ན་རེ་བ། ལྟ་ངན་གར་བྱེད་ན་དེ་རྟོགས་པ་ཡིན་གར་བྱེད་ལར་ཟེར་ན། ང་མི་གཅིག་གི་དཔེ་ན་མི་མ་བསད་པ་ཡིན་ན་ཞེ་དྲག་གནད་འགག་མེད་མཁན་ཟོ་རུ་ཞིག་འདུག་ཨ་གཞན་དག་ཅིག་ང་ཡང་བསད་ཀི་མེད་ལབ་ཀི་རེ་བ། འཛམ་བུ་གླིང་ཡོངས་རྫོགས་ནང་ལ་མི་གཅིག་ག་བསད་མཁན་མེད་ན་འཛམ་བུ་གླིང་འདི་ག་འདྲས་ཆགས་སོ། ཧ་ལམ་ཐར་བ་ཐོབ་པ་འདྲ་བོ་ཞིག་རེད་བ། ཞི་བདེ་ཞི་བདེ་ག་ནང་བཞིན་རྐུ་མ་རྐུ་མཁན་གཅིག་ག་མེད་ན། བྱེས་སྡོད་ང་རང་ཚོས་ག་ཅིག་མི་སྨྲ་ཟེར་ཡོད་འདུག་རྐུ་མ་སྨྲ་དགོས་ཡོད་ད་ང་ཚོས་གི་མི་གི་ཆུ་བོང་གི་ཁྲིམས་ལ་སོགས་པ་གི་ཡག་པོ་མང་པོ་ཞི་བོ་ཅིག་བྱེད་དེ་གོ་རེད་བ། ཞི་བོ་ཅིག་རེད་བ་དེ་བསམ་གྱི་མི་ཆག་པ་རེད་བ། བོད་པ་མང་ཆག་གི་འདོད་ཚུལ་རིགས་དེ་ཉམས་ལེན་བྱེད་དགོས་རེད་བ། བྱས་ཙང་ང་དཔེ་དེ་དངོས་གནས་དྲང་ནས། སངས་རྒྱས་བཀའ་གནང་བ་ནང་བཞིན་རྒྱལ་བ་རིན་པོ་ཆེ་བཀའ་གནང་བ་ནང་བཞིན་ཡང་མི་ཚེའི་དོན་དང་ལྡན་པ་ཡིན་བསམ་ནས་ཡང་དེ་འདྲའི་ག་ནས་སྤོབས་པ་སྐྱེ་ང་དཔེ་ཆ་མང་ཆེ་གནང་ལ་འདི་ཚོ་ཞི་དྲག་མཐོང་མ་སོང་དཔེ་ཆ་གཅིག་གི་ནང་ལ་དེ་འདྲའི་བཀའ་སློབ་འདུག་ཁྱོད་རང་སྡུག་ག་རྐྱང་རྐྱང་རེད་ཟེར་གོ་མ་རེད་ཁྱོད་རང་ཡག་ག་ལ་མང་པོ་ཡོད་རེད་ཟེར་པས་ཅི་གཅིག་ནང་ལ་ངས་འཇལ་སོང། ཆེ་བསྡུས་སུ་གནད་འགག་ཆེན་པོ་རེད་འདུག་བ་གནད་འགག་ཆེན་དུ་ཕྱོགས་གཅིག་ནས་སོ་སོ་གིས་དངོས་གནས་དྲང་ནས། ད་རྒྱ་ངས་རྒྱ་གར་བསྡུས་སུ་ལ་ལབ་ཡས་བྱུང། ཨ་ནི་རྦད་དེ། ཨ་ནི་དེ་རིང་ང་ཚོ་དེ་གཞན་དག་གས་ཡིན་མིན་ནས་གས་ཡིན་ནས་མིན་ན། རྦད་དེ་ཁྱི་འདྲ་བོ་གཅིག་ལ་མ་སྐྱེས་བྱས་ནས་མི་ལ་སྐྱེས་བ་ད་ཁ་རང་ཞེའུ་གཅིག་རེད། ཨ་ནི་ཁྱི་འདྲ་གཅིག་དང་དེ་བ་ཕྱུགས་འདྲ་བོ་གཅིག་དང་ཨ་ནི་ཀོག་རོ་ཆི་སོ་འདྲ་བོ་གཅིག་ལ་སྐྱེས་བསྡད་ཡོད་ན། རེད་བ། ཨེ་ཡག་པོ་བྱས་ཡོད་དམ། ཕག་བཞག་ནས་ནི་དུ་གང་ད་ཚོར་བ་ཞིག་རག་མེད་པ་བྱས་ནས། སྣ་བུག་ཁྲིད་ལ་ཁ་ཡིག་ཁྲིད་ལ་ག་རེ་སླེབས་ན་དེ་འདྲས་ར་ས་ནི་མི་ཉེས་རྟགས་བཏང་ན་བསྡད་རྒྱུ་རེད་མ་གཏོགས་ག་སྐད་ཅིག་བྱས་ཡ་མི་འདུག་བ། འོ་དེ་འདྲས་མིན་དེ་འདྲས་ཡིན་དུས་ད་ལྟ་མི་ལུས་ཐོབ་བསྡད་མཁན་དེ་དོན་དང་ལྡན་པ་ཅིག་བྱས་ཡ་ན་ལྷག་པར་དུ་ནང་ཆོས་ནང་ལ་ཁྱི་བ་ཟེར་དེ་ཁོ། པས་དེ། ལུས་བརྗེས་པ་དེ་ལ་ཁྱི་བ་ཟེར་གོ་རེ་མ་གཏོགས་གི་སེམས་ཤི་འགྲོ་ཡ་ཟེར་མཁན་ཡོད་མ་རེད་འཁུར་འགྲོ་བསྡད་གི་ཡོད་རེད།

བྱས་ཙང་ངས་ནི་དེ་གཅིག་བྱས་ན་ངའི་སྐད་ཆ་ཆོད་མི་ཆོད་ཅེས་ངས་དུས་ཚོད་ཐོག་ནས་ཤེས་པ་དེ་ཤེས་པ་ཕྲ་རུ་ཕྲ་རུ་འགྲོ་དུས་གཟུགས་པོ་ལ་བརྟེན་མི་དགོས་བྱས་ནས་འགྲོ་གི་ཡོད་པ་དེ་དུས་ཚོད་ཐོག་ནས་སྒྲུབ་ཀྱི་འདུག་བསམ་གྱི་ཡོད་རེད། འོ་དེ་འདྲས་རེད་དེ་འདྲས་ཡིན་དུས་ཁྱེད་རང་ཚོས་ངའི་ཏན་ཏན་གཙོ་བོ་ད། དེར་ང་ཚོས་ང་གཉིས་མ་གཏོགས་ཤེས་མཁན་མེད་ཙང་ངས་ལྟས་སུ་ཞིག་ཐོས་པ་ཤེས་ཡོད་ཕྱིར་ང་གྲ་སྒྲིག་དང་གལ་ཆེ་མེད་ད་ཆ་ཅན་ཤེས་དེ་དེ་རེད། བྱས་ཙང་ངས་ག་ལ་བར་སོང་ན་ཁྱེད་རང་ཚོས་བོད་པའི་རིག་གཞུང་དེ་དངོས་གནས་དྲང་ནས་ཡག་པོ་ཡོད་པ་དེ་དེ་རིང་བྲོ་བ་ལྟས་སུ་ཁ་ཡོད་པའི་རེ་བ་ཡོད། ད་དེའི་ཁུངས་ནས་གཅིག་བྱས་ན་ཁྱེད་རང་ཚོས་བྲོ་བ་ཁ་ཡོད་འགྲོ། ད་ད་འདུག་དེའི་མཚམས་མ་བཞག་བྱས་ནས། རེད་བ། ཡང་ཟེར་ཨེ་དགོས་དོ་སྣང་བྱས་ཨེ་ནས་དེ་དཔེ་མཛོད་ད་ཁྱེད་རང་ཚོ་ངོ་ཤེས་ཚར་རེད་བ་རྒན་ལགས་ཁོང་ཚོ་ཚང་མ་ངོ་ཤེས་ཚར་རེད་ང་ཚོ་ཚང་མ་ངོ་ཤེས་ཚར་རེད་ཡིན་ཅི་མིན་ཅི་ཟབ་སྦྱོང་ལ་མ་གཏོགས་ཁྱོད་ཚོ་འདི་གོམ་པ་རྒྱབ་མི་ཆོག་དེ་འདྲས་མ་རེད་བ། འདི་ནས་མ་ཡོང་དེབ་ར་ཅིག་ཁིལ་ཡོང་ལེབ་ལེབ་ལེབ་ཡོང་བྱས་ནས་ང་ཚོ་ལ་དྲི་བ་འདྲས་དྲིས་ན་ང་ཚོ་དགའ་ཁ་ཅིག་རེད་བ། སྙིང་རྗེ་མུ་མཐུད་ནས་ཞིག་འདུག་ཟེར་གི་རེད་མ་གཏོགས་ཀི། ད་ཟབ་སྦྱོང་ཚར་ད་ད་སྐད་ཆ་དྲིས་ཡོང་ན་དངུལ་ལེན་གིན་ད་ལེགས་མ་རེད་ང་ཚོ། རེད་བ། འོ་དེ་འདྲས་ཞིག་རེད་དེ་ཡག་པོ་ཡོད་རེད། འོ་དེ་འདྲས་བྱས་བྱས་ནས་ཨེ་ནས་ང་ཚོས་ཡིན་གཅིག་མིན་གཅིག་དཔེ་མཛོད་ཡོང་དགོས་ཡོད་པ་རེད་གཞན་དག་བྲིས་ས་མང་པོ་ཡོད་རེད་འདི་ཚོ་བྲིས་ནས་གང་ལྟར། རྒྱལ་བ་རིན་པོ་ཆེན་གྱི་ཐུགས་རེ་གནང་བ་གནང་ཞེས་བྱས་ནས་ད་ལོ་གཤིན་པོ་འདི་ཚོ་ཡག་པོ་བྱེད་ཀྱི་འདུག་ཨ་ཞེས་ཅིག་མགོ་རེ་ད། ད་རང་གི་མ་འཇོག་སུ་ལ་རེ་ཡང་འདུག་ལ་ཡོང་རྣམ་མི་སེམས་ཤིག་རྗེ་འབངས་རྣམས་སེ་བློ་བོད་རིན་པོ་ཆེན་གསུངས་འདུག་ཨ། སོ་སོའི་མི་རིགས་ཡིན་ན་རེད་སོ་སོའི་ཁྱིམ་ཚང་དོན་དག་ཡིན་ན་རེད་སོ་སོའི་སྒེར་རང་གི་དོན་དག་ཡིན་ན་ཡང། སོ་སོས་མ་འཇོན་ན་མི་སུ་ལ་རེ་ན་ཡག་ཞེ་དྲག་ཞེ་དྲག་ཡོང་གི་ཡོད་མ་རེད་དྲང་པོ་བཤད་ན། རང་གིས་མ་འཇོན་སུ་ལ་རེ་ཡང་སྡུག་སེ་ལབ་རེད་ཨ་ནི་གལ་སྲིད་རོགས་པ་ཅིག་བྱས་པ་ཡིན་ན་ཡང་དེའི་ལས་འབྲས་ཡང་ལ་ཡོག་རྣམ་སྨིན་སྲིང་དུ་ཡོང་གི་རེད་སེ་ལབ་རེད་རེད་བ། དེ་འདྲ་བྱེད་དུ་སོ་སོ་རང་གིས་དཀའ་ལས་བརྒྱབ་ནས་བྱེད་ཐུབ་ཡོད་ཅིག་ཡིན་གཅིག་མིན་གཅིག་བྱེད་དགོས་རེད་ད། ཨེ་ནས་ཐང་ཆེན་ངས་རྒྱ་གར་དུས་ཚོད་ལ་ད་ང་ཁ་འདི་བཙུགས་ཡོད་མ་རེད་རྒྱ་གར་དུས་ཚོད་ལ་ལབ་ཡིན་ཁོ་ཚོས་སོག་པ་གསར་པ་བཙུགས་ཤག། བཙུགས་ནས་དེ་མིང་འདྲ་ཅིག་བྱས་ནས་ཁ་འདྲེ་ཆེ་དགོས་རྣམས་ཤག་ཁ་འདྲེ་ཆེ་དགོས་རེད་ཟེར་ང་གཅིག་བྲིས་སོ་ད་ཁྱེད་ཚོ་རྣམས་ཤག་དེ་ཁྱེད་རང་ཚོ་ག་ལེ་ག་ལེ་ཤེས་ཡོད་དགོས་རེད། རྙོག་དྲ་ཆེ་ཤོག་ཅིག་སོག་པ་དེ་འདྲ་བཙུགས་ཏེ་རྙོག་དྲ་ཆེ་ཤོག་ཅིག་དངུལ་གང་ལ་ཡོང་གི་རེད་ཟེར་ད་ལྟ་ཁྱེད་རང་ཚོ་དངུལ་ཛིརོ་ཡིན་གྱི་རེད་ཟེར་ལ་ཡིན། དངུལ་གང་ལ་རྙོག་དྲ་ཡོང་གི་རེད་དེ་ཁྱེད་རང་ཚོ་ཨེ་ཀའོ་འདྲེན་ཁ་རི་ནས་ཡག་པོ་ཅིག་དགོས་དངུལ་གྱི་རྙོག་དྲ་མེད་པ་ཅིག་བཟོ་དགོས་རེད། ཨེ་ནས་གཉིས་པ་དེ་ང་ང་ཟེར་དེ། ང་དཔོན་པོ་བྱེད་དགོས་ཡོད་ང་གཡོག་པོ་བྱེད་ཀྱིན་མེད་ཟེར་མཁན་ལས་ཀ་བྱེད་ཀྱིན་མེད་གཡོག་དཔོན་པོ་བྱེད་མཁན་ཟེར་མཁན་རྐྱང་རྐྱང་ཡོང་གི་རེད་འདི་བྱེད་རྒྱུ་ཡོད་མ་རེད་ཞབས་ཀྱི་ངོས་ནས་བྱེད་ཡོད་ན་འདི་བྱེད་དགོས་རེད་ཟེར་ལ་ཡིན་རེད་བ། ཨེ་འདི་སྒང་ལ་ཁྱེད་རང་ཚོའི་དཔེ་དེ་ནང་ཆོས་གཅིག་པོ་འདི་ཐོབ་འདི་བྱེད་དགོས་མ་རེད་ཟེར་དེང་སང་གི་ཤེས་ཡོན་ག་རེ་ཐོག་ལ་ཡིན་ན་ཡོད་དེ་གིན་རང་མགོ་ཐོན་གིན་དཔལ་འབྱོར་ལ་ཡིན་ན་ཧྲག་ཐག་ཐག་ཡོད་གིན་གཟུགས་པོ་ཡིན་ན་ཡང་ཧྲག་ཐག་ཐག་ཡོད་དེ་གིན། ངས་དེང་ཕྱིན་རྩེད་མོ་ཚེ་ཁོང་ཚོའི་མདུན་ལ་འཁྲབ་ཡིན་གིན་ཨ་མ་རྒྱགས་པ་དེ་འདྲ་འདུག་སྙིང་རྗེ། དེ་འཛུགས་བཙུགས་ནི་དེ་ལ་མེད་ད་ཡང་དེ་བྱས་ནས་ཨེ་ནི་ཁྱེད་རང་ཚོའི་པི་མོ་ནད་པ་ཨེ་ནི་དེ་འདྲས་འགྲོ་དེ་གིན་འདི་ནི་ཨེ་ནི་གཟུགས་པོ་སྐྱོ་བོ་ཤི་བོ་དེ་འདྲས་ནི་ཆོས་སྦྱང་ཡས་དང་འདྲ་མི་འདྲ་ཆེས་ཁ་བ་ཡུང་ཁ་རེ་ཟི་ལ་ཡིན། ཁྱེད་ཚོ་ཁྱེད་རང་ཚོས་པ་རུག་པ་རུག་མཉམ་དུ་འཛོམས་ནས་བགྲོ་གླེང་བྱེད་ཡས་འདྲ་བོ་ལུས་རྩེད་རྩེ་ཡས་འདྲ་བོ་འདྲ་མི་འདྲ་ཆེས་ཡོད་རེད་འདྲ་བ། དེ་བཞིན་དུ་ཁྱེད་རང་ཚོ་ད་ལྟ་ལོ་གཞོན་པ་ཚོ་ཡིན་ན་ངས་ད་ལྟ་སྙིང་པོ་དག་ག་རེ་ལབ་དགོས་ཟེར་ན། ད། སངས་རྒྱས་བཅོམ་ལྡན་འདས་ཀྱིས་འདི་གསུང་གི་འདུག་བ། ངས་ནི་ཁྱོད་ལ་ཐར་པའི་ལམ་གྱི་ཐར་ཐར་བ་རང་ལ་རག་ལས་ཤེས་པར་བྱ་དེ་བཞིན་གཤེགས་པ་སྟོན་པ་དང་ཁྱེད་ཅག་རྣམས་ཀྱིས་བྱ་དགོས་སོགས་གསུང་གི་འདུག་མ་གཏོགས་ཀྱི་ངས་བྱེད་ཡོང་དགོས་ཟེར་གི་མི་འདུག་བ། ཐར་བ་རང་ལ་རག་ལས་ཞེས་གསུང་གི་འདུག་བ་སོ་སོ་ལ་རག་ལས་ཀྱི་རེད་ཟེར་བ། དེ་ཅི་འདོད་མདོར་བསྡུས་ན་ཚེ་འདི་ཡིན་ན་ཚེ་ཕྱི་མ་ཡིན་ན་སོ་སོ་ཚོ་རང་མགོ་སྟོན་ནས་འགྲོ་དགོས་རེད་མ་གཏོགས་ཀྱི། མིག་གིས་ཞི་དྲག་ཞི་དྲག་བྱེད་ཡོད་མ་རེད་བ། དེ་འདྲའི་ཡིན་དུས་རིག་པ་བསྒྲིམས་ནས་ལས་ཀ་ཡིན་ན་ལས་ཀ་གསར་གཏོད་བྱེད་ཐུབ་ཡས་རེད་བ་སྙིང་རྗེ་བོ་དེ་འདྲས་བྱེད་ཐུབ་བས་དཀའ་ལས་གཏད་སའི་རྒྱབ་ཐུབ་ཡས་ཡིན་ཡང་དཀའ་ལས་རྒྱབ་བ་ལ་སེམས་པ་སྐྱིད་པོ་དགོས་རེད་ཡང་དཀའ་ལས་གཏད་སའི་རྒྱབ་སེམས་པ་སྐྱིད་པོ་མེད་བ་བཅས་དོན་དག་མི་འགྲུབ་ནས་ནས་བ་ཆེས་འུ་ཐུག་སྐད་ལོག་ལུང་པ་གང་རྒྱབ་བསྡད་དེ་འདྲས་མ་ཡིན་བ་ཞེས་དང་པོ་བསམ་བློ་ཡག་པོ་བཏང་ནས། ལམ་སང་ལམ་སང Excite བྱས་ནས་ལས་གཞི་འདི་འདྲ་མ་བཙུགས་པ་བྱས་བསམ་བློ་ཡག་པོ་བཏང་ནས་འགྲུབ་ཐུབ་པ་ག་རེ་འདུག་ཨ་ནི་ག་ལེ་ག་ལེ་ག་ལེ་ག་ལེ་ཡར་རྒྱས་བཏང་ནས་བྱེད་དགོས་རེད་ད། སློབ་སྦྱོང་ཡིན་ན་སྣ་ཁ་མང་པོ་མ་ཤེས་ན་ཁ་ཤས་ཀྱི་སྒང་ལ་ཡག་པོ། བོད་ཡིག་ཡིན་ན་བོད་ཡིག་རང་ཤུགས་བརྒྱབ་ནས་གཞན་དག་སྦྱང་མི་ཆོག་མ་རེད་ད་བོད་ཡིག་ཡིན་ན་བོད་ཡིག་ད་བོད་ཡིག་མོ་ཡག་ཐག་ཆོད་ཡོད་རེད་ད་ཟེར་དེ་བཟོ་དགོས་རེད། ཨིན་ཇི་ཡིན་ན་དེ་ཨིན་ཇི་མོ་དཔེ་ཡག་པོ་ཡོད་རེད་ད་དེ་བཟོ་དགོས་རེད་བཟོ་མ་ཐུབ་ཅི་ག་ཡོད་མ་རེད་ད་དེ་དེ་ཏེས་འབད་བརྩོན་བྱེད་དགོས་རེད་ད་དཀའ་ལས་ཏེས་རྒྱབ་དགོས་རེད། དཔེ་ཁོ་ནས་དངུལ་ནང་ཏེས་དོན་བྱུག་དགོས་རེད། དེ་ནི་ཟླ་བ་ཁྱེད་རང་ཚོས་བལྟ་སྟེ་ངས་སྐྱག་རྫུན་ཁྱོན་ནས་སྨྲས་དང་ལོ་གཅིག་གཉིས་ནང་ལ་ཁྱེད་རང་ཚོས་འདི་འབད་བརྩོན་བྱས་པས་ན་ཡག་པོ་ཞིབ་པོ་ཆགས་ཤིག་ཟེར་ཏེ་ཡུལ་ངན་དེ་ངས་ག་རེ་འདྲི་བྱེད་ཐུབ་བར་དེ་ང་ཚོས་བྱེད་ཀྱི་ཡོད་མ་རེད། དེ་རིང་དང་སང་གི་ངང་རིང་གི་མེ་ཐར་ནས་འོ་མདོ་ཁྱོར་རང་ཟེར་བར་དེ་རིང་དེ་བྱུང་མ་སོང་སང་ཉིན་མ་རེད་ཡར་འཁྱམས་འགྲོ། སང་ཉིན་ཡང་ཅིག་ཅིག་ཅིག་རེད་བཤད་སོང་མར་འཁྱམས་འགྲོ་ཟེར་ལབ་དེ་འདྲས་བྱས་འགྲོ་ན་དུས་ཚོད་འགྲོ་ཤག་གོ་རུང་བ།

ཧ་ལམ་ཡོད་མ་རུ་བ། ཆོས་ཉམས་ལེན་སོགས་ཧ་ལམ་ཡོད་མ་རུ་བ། ཨ་ནི་གཞན་དོན་སྐྱོར་ཡས་ཟིན་ཏུ་སོགས་ཧ་ལམ་ཡོད་མ་རུ་བ། བྱས་ཙང་ཁྱེད་རང་སོགས་ལོ་གཞོན་པ་ཚོས་གས་སང་ཉིན་གནང་ཉིན་འདི་བ་གཞན་དོན་དཔེ་ཆ་ཆུང་ཆུང་འདི་འདྲས་ཁིས་ནས་ཁྲི་ལྔ་བཅས་ལག་པར་ཁིས་གཞན་དོན་འདི་ཚོ་སྐྱོར་བྱས་འདི་བྱས་དགོས་རེད་ད། ད་ལྟ་ད་ཕོ་སར་མོ་སར་ཀྲོག་ཀྲོག་རེད་ཅེས་གང་ཅེས་ཤི་སྙམ་ཡིད་ལ་སྨྲས་པའི་ཕོ་རྒོད་ཀྱི་བཙན་པོ་མི་དར་རོ་ཤི་འགྱུར་ཙང་དབུགས་གཅིག་གིས་འགྲོ་ལུགས་ཨེ་ཟིག་གཞོན་པ་ཆེ་བའི་ལུས་སེམས་ཀྱི་འབྲེལ་ཚུལ་སླ་ལ་འཇིགས་སྐྲག་ཆེ་བའི་ཉམ་ང་ཞིག་ཡོད་སྐད་ཟེར་གྱིས་སང་ཕྱི་བཅོམ་ལྡན་འདས་ཀྱི་མདོ་རང་གི་ལུང་རེད། ཤེས་སྙམ་ཡིད་ལ་མེད་པའི་ཕོ་རྒོད་ཅིག་བཙན་པོ་ཚོས་ཤི་ཟེར་ཏེ་ཤི་གིན་ཟེར་ཏེ་བསམ་བློ་ཁོ་རང་མེད་གིན་ཕོ་རྒོད་མོ་རྒོད་རེད་ཟེར་བ་རེད། ཡིན་ན་བསམ་བློ་ཡག་པོ་བཏང་ན་མི་དང་རོ་ཞིག་འགྱུར་མཚམས་དབུགས་གཅིག་གིས་འགྲོ་ལུགས་ཟེར་མི་དང་རོ་ཟེར་དེ་པར་དབུགས་བཏང་བཏང་ཅིག་རེད་ལབ་རེད་དབུགས་དེ་ཕག་ཅིག་བཏང་ཚུལ་ཐེན་ཡ་མ་ཅོན་དེད། སྐྱེས་པ་ཕྱི་མ་འདི་རེད། གནམ་གྲུ་ཀྲིག་ཀིར་ཁའི་ཉོ་གི་མ་རེད་ད་ག་ཚ་རེད། མི་དང་རོ་ཞིག་འགྱུར་མཚམས་དབུགས་གཅིག་གིས་འགྲོ་ལུགས་ཟེར་དེ་ཁྱོད་རང་ཡིད་ཆེས་གི་མི་འདུག་ན་ཨེ་ཟིག་གཞོན་པ་ཆེས་པས་འགྲོ་ལུགས་ཟེར་ལབ་འདུག་བ། ཁྱེད་རང་མཐོང་གི་མི་འདུག་ན་དེ་ལོ་གཞོན་པ་མང་པོ་ཤི་འགྲོ་གི་འདུག་མཐོང་སོང་ངས་ཟེར། ཨེ་ཟེར་ཞོན་པ་ཆེ་བའི་ལུས་སེམས་ཀྱི་འབྲེལ་ཚུལ་ཟེར། སླར་ལ། འཇིགས་སྐྲག་ཆེ་བའི་ཉམ་ང་ཞོ་གས་དེ་འདྲའི་དེ་ལུས་སེམས་ཀྱི་འབྲེལ་བ་དེ་ཕྱེད་རུལ་དུས་ཡང། བསམ་བློ་དེའི་གྲ་སྒྲིག་མེད་པ་ཅིག་ཨེ་ནས་ལུས་སེམས་ཀྱི་འབྲེལ་བ་དེ་ཕྱེད་ནས་ཤི་རུལ་དུས་ཨེ་ནས་འཇིགས་སྐྲག་ཆེན་པོ་ཡོད་རེད་ཟེར་གྱི་འདུག་བདག་ཚིག་ལབ་རེད། བྱས་ཙང་དེ་འཇིགས་སྐྲག་མེད་པ་བཟོས་ཏེ་བསམ་བློ་ལ་སྦྱོང་བརྡར་སྤྲད་ན། འགལ་གྱི་ཡོད་མ་རེད་སྐྱབས་མགོན་རིན་པོ་ཆེས་གསུང་གི་འདུག་བ་ཉི་མ་རྟག་པ་རེ་ཞིག་ཐེངས་གསུམ་ཞིག་ཤི་གི་ཡོད་གསུང་གི་འདུག་བ་ཀུན་འདུས། ཉམས་ལེན་བྱེད་དགོས་རེད། བྱས་འདུག་ཁོ་ཡག་པོ་ཅིག་ཤེས་ན། ནི་ཁོ་སྙིང་ཉེ་བ་འདྲ་བོ་ཅིག་རེད། ངས་འཚམས་པ་དེ་འདྲ། ནང་ཆོས་ཡག་པོ་ཉམས་ལེན་བྱེད་ཀྱིན་འདུག་ཟེར། དགོངས་པ་རྫོགས་རེད་རེད་པས་ཉི་མ་བཅུ་བཅོ་ལྔ་དེ་འདྲའི་ཐུགས་དམ་ལ་བཞུགས་ནས་དཔེ་དེ་ཉམས་བྱས་ནས་འགྲོ་གི་འདུག་ཨ། འོ་དེ་འདྲས་རེད། དེ་དུས་ཚོད་རིག་དེ་དག་ང་ཚོས་ནང་ཆོས་ནང་ནས་དངོས་གནས་ཧ་ལས་རྒྱག་ཡས་ཡོད་རེད་ད། དེ་འདྲས་ཡིན་ཙང། སླར་ཡང། བཙོན་པ་ཆུ་བོའི་རྒྱུན་དུ་བསྟན་ཤིག་ཨང་ཟེར། ཅི་ད་མུ་མཐུད་ནས་བརྩོན་འགྲུས་བྱེད་དགོས་རེད་ད། མཁྱེན་སོང་བ་འདི་བྱེད་དགོས་རེད་ད་ཡིན་གཅིག་མིན་གཅིག་འདི་སྐྱབས་མགོན་རིན་པོ་ཆེ་དགུང་གཅིག་བསྒྲུབས་ཟེར་ན་འདི་རེད་ཁྱེད་རང་བོད་པའི་ཆོས་དང་རིག་གཞུང་འཛིན་ཟེར་ན་འདི་རེད། རྒྱ་མི་ལ་ཁ་བཏད་བཅག་ཟེར་ན་འདི་རེད། རྒྱ་མི་ཁ་བཏད་བཅག་ཟེར་དུས་མེ་འདྲ་འདྲ་ཅིག་ཁྱེར་ནས་ང་ཚོ་འཛིང་ཡས་འཇོན་གི་མ་རེད་འཛིང་ཐུབ་གི་མ་རེད་ཁ་བཏད་ཆོག་ཡས་ཡོད་མ་རེད། རིག་གཞུང་ཡག་པོ་ཅིག་འཛིན་ནས་འཇམ་པོ་འཛམ་བུ་གླིང་གི་སྡིངས་ཆ་སྒང་ལ། བོད་པའི་བུ་དེས་སླེབས་ཤག་བུ་མོ་དེས་སླེབས་ཤག་མཁས་པ་དེས་སླེབས་ཤག་ཟེར་གྱི་བྱུང་ན། རྒྱ་མི། རང་བཞིན་གྱིས་ཞུམ་དགོས་ཀྱི་ཆ་ག་རེ་ད་སྐྱ་མ་ཟིག་བོད་པོ་འདི་ཚོ་ཤི་ས་མ་རེ་ད་ཟིག་ལས་སླ་བོ་ཡང་གཅིག་སླེབས་བསྡད་ཤག་ཟིག། དཔེར་ན་ངས་དཔེ་མཚོན་གྱིས་བཞག་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་གཅིག་སྟོང་དགུ་བརྒྱ་བཅུ་གཅིག་ལོ་འདི་ལ། Two Thousand Eleven། ལ་དེ་ག་རེ་ཟེར་བ་རེད། ཆབ་སྲིད་ད་དགོངས་པ་ཞུས་གནང་རེད་བ། དགོངས་པ་ཞུས་གནང་དུས་དེའི་རྗེས་དེ་ལ་ཟམ་གདོང་རིན་པོ་ཆེ་ཕེབས་རེད་བ། ང་ཞི་བོ་དགའ་བསུ་དྲང་པོ་བྱས་ན། ཁོས་མི་མི་འདུག་སྐྱབས་མགོན་རིན་པོ་ཆེ་ཟེར་ན་ཚར་རེད་ཟེར་གོ་རེ། ཨ་ཟམ་གདོང་རིན་པོ་ཆེ་ཞེས་པ་དེ་མི་འདུག་ག་ཟེར་ཏེ། ཚང་མས་ཀྱི་བོད་པ་ཚང་མས་བརྩི་འཇོག་བྱེད་བདེ་གི་ཡོན་ཏན་དངོས་གནས་བསྒྲགས་ནས་ཚང་མས་བརྩི་འཇོག་བྱེད་བདེ་ངེས་ཅིག་སླེབས་ཡོང་དུས། རང་བཞིན་གྱིས་ཨོ་ད་བོད་པ་དེ་ག་ས་འགྲོ་ས་མ་རེད་ཡང་ཅིག་སླེབས་སོང་ས་མ་རེད་ཞེས་ཞེད་སྣང་ཚ་བོ་བྱེད། ད་ཨ་ཟམ་གདོང་རིན་པོ་ཆེ་ཞབས་ནས་སློབ་གསོ་ཟིན་གི་སླེབས་ཡོང་དུས་ཡོན་ཏན་ཡག་ཐག་ཆོད་ཡོད་རེད་བ། དེའི་རྗེས་ལ་སྤེན་པ་ཚེ་རིང་ལས་ཡོང་དུས་ཡོན་ཏན་ཡག་ཐག་ཆོད་ཡོད་རོ། འོ་དེ་འདྲས་བྱས་ནས་ང་ཚོར་བོད་དེ་བང་བསྒྲིགས་ནས་ད་འདི་ཀོ་སྲིད་སྐྱོང་གཅིག་པོའི་སྐད་ཆ་རེད། གཞུང་གི་ད་ཀོ་སྲིད་འཛིན་ཡས་གཅིག་པོའི་སྐད་ཆ་རེད་དེ་མེན་པ་གིས་ང་ཚོའི་ཆེད་ལས་པ་ལས་ཀ་མང་པོ་ཐོག་ལ་བོད་པ་མི་རེ་ངོ་རེ་འཐུས་མི་ག་བ་ཡིན་སེ་སླེབས་ཐུབ་པ་བྱེད་དགོས། མཁྱེན་སོང་ཨ། འོ་དེ་འདྲས་ཡིན་དུས་དེ་ང་ཚོ་ཚང་མས་གིས་ཤུགས་རྒྱབ་དགོས་རེད་མ་གཏོགས་གིས་མི་གཅིག་གཉིས་རྐྱང་རྐྱང་གཅིག་གིས་རྒྱུགས་བསྡད་ན་འཇོན་ཡས་ཁོ་ར་ཡོད་མ་རེད་སླེབས་གིས་ཁོ་ར་མ་རེད། འོ་དེ་འདྲས་ཡིན་དུས་ད་སྐད་ཆ་མང་པོ་འདྲ་རྒྱ་ཆགས་སོང་དེ་ག་རུ་སེ་གོ་རེད། མུ་མཐུད་ནས་དགའ་ཞིང་སྤྲོ་བཞིན་དུ། གོ་སྐབས་འདི་འདྲས་ལས་ལོག་རང་མ་གདའ། སོ་སོའི་ཆོས་དང་རིག་གཞུང་དཀའ་ལས་ཁག་པོ་ཆགས། ཉག་ཕྲ་བོ་ཆགས་མེད་པ་ཆགས་འགྲོ་བའི་སྐབས་ལ་དཀའ་ལས་ཀྱིས་བརྒྱབ་ན་གོ་སྐབས་ཞིབ་རེད། ཆོས་དང་རིག་གཞུང་ཡག་ཐག་ཆོད་ཅེས་ཞེད་སྣང་འཇིགས་སྣང་དེ་ཕ་ཕྱོགས་ཀྱི་དགྲ་འདྲ་བོ་དེ་འདྲས་གནོད་པ་གལ་ཀེ་མེད་ན། བྱས་ན་ཡག་པོ་རེད་མ་བྱས་ན་ཉེན་ཁ་གལ་ཡོད་མ་རེད། ད་ད་ལྟ་ཉེན་ཁ་ཡོད་པའི་སྐབས་ལ་ཅིག་བྱེད་ཐུབ་ན་དངོས་གནས་དྲང་གནས་ཞབས་འདེགས་ཟེར་དེ་ཞུ་དགོས་རེད་བ། འོ་དེ་འདྲ་ཡིན་དུས་ད་ཁྱེད་རང་ཚོ་ངའི་མཐའ་མེད་གི་དེ། སྤྱིར་བཏང་ཁྱེད་རང་ཚོ་ཡང་ཅུང་མཇེས་རྟོགས་ཁོ་བོ་རེད་དེ་ཡང་དེ་རིང་ཡང་ཕོར་མལ་དེ་རེད་བ་དེ་ཡིན་དུས། དུས་ཚོད་ཐུགས་ལ་བཞག་རོགས་བྱས། རེད་བ། ཁྱེད་རང་ཚོ་ལ་ང་ལོ་འདབ་ཀྱི་ཆེ་གི་རེད་དེ་འདྲ་ཡིན་དུས་ངས་དེ་བལྟས་ཟེར་བྲོ་བ་ཡོད་རེད་གི་ཁྱེད་རང་ཚོ་འདི་སེམས་ལ་བཞག་ན་ཕན་གི་རེད། མ་ཤར་ང་སྒེར་ལ་ནི་གང་བྱས་པ་ཡོད་མ་རེད་ཞེས་ལབ་ཤེས་ན། ཁྱོད་ཚོ་གཉིས་ཤི་བོ་གཅེན་པོ་ཆགས་ནས་ང་ལ་དངུལ་རག་ཡས་རེད་བ་འགྲོ་འདུག་དེ་ལས་ནི་མཁས་མེད། རེད་བ། འོ་སྡུག་གསོ་གནང་རོགས་གནང་ཐུགས་རྗེ་ཆེ། ད་ཁྱེད་རང་ཚོ་དེ་སྡེ་བའི་རིང་ལ་དངོས་གནས་དཔེ་ཡག་པོ་བྱས་སོང། དེ་རྗེས་སུ་ཡི་རངས་ཡོད་ཨ་ནི་ད་ལྟ་ངའི་དེ་མང་པོ་ཅིག་ཤེས་རེད་དེ། ཡོན་ཏན་དགོས་རེད་དེ་ཡོན་ཏན་ལས་ལྷག་ལྷག་ལྷག་ད་སྤྱོད་པ་དེ་རེད་ད། འོ་ད་སྤྱོད་པ་མེད་ན། ད་ཡོན་ཏན་ཡོད་ན་ང་ཅིའི་ཧང་སངས་མི་འདུག་འོ་ད། ཡོན་ཏན་ཡོད་མཁན་མང་པོ་ཅིག་སྤྱོད་ལམ་མེད་མཁན་དེ་ཚོ་དཀྲུགས་ཤིང་ཁོ་ཚོ་རྒྱབ་གི་འདུག་ཡི་གེ་ཁོ་ཚོས་བྲི་ཐུབ་གི་འདུག་ཆོས་ཅི་ག་མི་འདུག། དེ་ལས་ཨ་མ་རྒན་མོ་གྲུང་གསེབ། ཡི་གེ་གང་གི་མ་ཤེས་ནས་མ་རང་འདས་སུ་མྱང་གི་ཡོད་ཀྱི་རེད་མ་གཏོགས་སྤྱི་ཚོགས་ཅི་ག་དཀྲུགས་གི་མི་འདུག་བ། དཀྲུགས་མཁན་དེ་ཤེས་ཀྱི་ཡོད་ཡོན་ཏན་ཡོད་ཟེར་མཁན་དེ་ཚོ་དཀྲུགས་ཡིན་གི་འདུག་བ་བྱས་ཙང་དེ་འདྲའི་ཡིན་ན། ཡ་རབས་སྤྱོད་བཟང་དེ་མེད་ན་ཡོན་ཏན་ཡོད་པ་ལས་མེད་པ་ཡག་འདུག་ང་ནི་ཡིན་ན། རེད་བ། འདི་འདི་འདྲའི་ཡིན་ས་ན་བོད་པའི་གི་གཏམ་དཔེ་ནང་ལ་སྡིག་ཅན་ཚེ་ཐུང་བར་ཤོག་ཟེ་ལབ་གི་ཡོད་རེད། སྡིག་པ་ཆེན་པོ་བྱེད་དེ་འདི་ཚེ་ཐུང་བར་ཤི་འགྲོ་བར་ཤོག་ཟེ་བར་ད་མདོར་བསྡུས་ན། དེ་འདྲས་ཡོད་རེད་བ་དེ་འདྲས་ཡིན་དུས་ཁྱེད་རང་ཚོ། ངས་འདུག་ཟེ་དོ་སྣང་བྱེད་དུས་ཚང་མ་དཔེ་ཡག་པོ་འདུག་སྔོན་མ་ཟབ་སྦྱོང་ཐེངས་མང་པོ་ཚུགས་རེད་དེ་མང་ཆེ་བ་དངོས་གནས་དཔེ་ཡག་པོ་འདུག་ད་དེ་འདྲ་བོད་པའི་ལོ་གཞོན་པ་ཚོ་གཤིས་ཀ་ཡག་པོ་བསྡད་ཤག་ད་དེ་ང་ཚོ་རྒན་པ་ཚོས་རྐྱང་རྐྱང་ཉན་མ་བསྡད་བྱས་ན་ཁྱེད་རང་ཚོའི་ནང་ལོགས་ལ་ཅིག་ཅིག་ལ་གང་བྱུང་མི་འབྱུང་ཐ་མག་དེ་ཡན་འདྲ་བོ་ཉན་བདག་དེ་ཡན་འདྲ་བོ་སྤྱོད་པ་ངན་པ་བྱས་འདྲེ་ན་ཞིམ་སྡིག་ནས་བསླབ་བྱ་རྒྱག་དགོས་རེད་གྲོགས་པོ་གྲོགས་མོ་བསླབ་བྱ་དེ་འདྲེ་མ་བྱས་ཟིན་ང་ཚོ་ང་ཚོ་ལུང་པ་ག་འདྲེ་ཆགས་འདོད་རེད་རྒྱལ་བ་རིན་པོ་ཆེ་དགོངས་པ་ག་འདྲེ་བཞེས་དགོས་རེད་ཕ་མ་ག་རེ་བསམ་གི་རེད། ཨེ་ཁྱོད་རང་དེ་འདྲེ་བག་མེད་བྱེད་ཀྱི་དངུལ་ཡོད་བས་ལུང་པ་ཡོད་བས། སྐུ་ཞིག་འདི་འདྲས་མ་བྱས་ཟེར་ཁྱེད་རང་ཚོ་གྲོགས་པོ་ནང་ཚོ་གྲོགས་མོ་ནང་ཚོ་བྱེད་མཁན་ཡིན་ན་ཡག་ག་ཡོང་གི་རེད་བ་ང་ཚོ་ལས་ང་ཚོ་ཁྱེད་རང་ཚོ་ཁ་ཅིག་མང་པོ་ཞིག་ཧ་ཧའི་ཁུག་མ་རེད་འོ་དུག་བྱས་ནས་ཨེ་ནི་སྤྱི་ཚོགས་འདི་འབུར་འདི་སོན་པ་ཡག་པོ་ཡོང་ངེས་ཅིག་འོ་དེ་ཚང་མས་གི་ཐུགས་ལ་བཞག་ནས་ལག་ལེན་བསྟར་རོགས་གནང་ཐུགས་རྗེ་ཆེ། གཞི་ལ་ཐུགས་ཆེ་གནང། ཚེ་རིང།